ཚ་ཁུལ་ནི་ངུ་རྒྱུའི་ལག་ཤེས་ཁྲོད་ཀྱི་མཐོང་ཆེ་ཤོས་ཡིན་ལ། ངུ་འགའ་མཚུངས་མེད་ངེས་པར་དུ་ཤེས་དགོས་པའི་ལག་རྩལ་ཞིག་ཀྱང་ཡིན། ཚ་ཁུལ་རྒྱལ་ཁབ་འགའ་བས་ཧ་ཅང་ཟབ་པའི་ངུ་ལེའི་ཐོག་རི་མོ་བརྐོ་བ་དང་ཐིག་འཐེན་རྒྱུ་ཞིག། རི་མོ་བརྐོ་དུས་ཀྱི་དལ་འབྱོར་དང་ཤས་ཆེ་ཆུང་ཚང་མ་ཚད་དང་མཐུན་དགོས་པས། དེས་ན་དགའ་བའི་ལ་རྩ་དེ་ལ་མཁལ་མ་དང་ཤོང་ཚད་ལ་འབྲེལ་བ་ཆེན་པོ་ཡོད། ཚ་ཁུལ་རྒྱ་སེའི་དངུལ་ལས་ཀྱི་བསམ་ཐོན་ལ་ཕྱི་སྟོང་དུ་ཧྭ་མིང་འགའ་རེ་མ་གཏོགས་མེད་པས། དགའ་བའི་ཐིན་དེ་སྐབས་ངེས་པར་དུ་སེང་བཟའ་ནན་མོ་བྱ་དགོས། ཤེད་ཤུགས་རན་པ་མིན་ཚེ་ཚོང་མ་སླ་འགྲོ་སྲིད། བཤད་སྟངས་འདི་ཤེས་ན། ངུ་ལས་ཅི་འདྲ་ཟ་ན། ཚ་གུས་རི་མོ་དེ་འདྲ་སྨྱོ་རྫིས་ཆེ་བ་དང། བཟོ་རྩལ་གྱི་དཀའ་ཁག་ཀྱང་དེ་འདྲ་ཆེ། ཚ་གུས་རྒྱག་སྐབས། ཤོང་བྱ་ལྡན་པའི་འགའ་བ་ཚོས་རྐོ་བ་དང། ཕུད་པ། ཉེ་སྙོམས་སོགས་ཚ་གུས་ཀྱི་ལག་རྩལ་མི་འདྲ་བ་མང་པོ་མཉམ་དུ་སྤྱོད་ནས། ངུ་རྒྱའི་ཐང་ག་རི་མོ་ཀོ་འབུད་དོད་པོ་དང་རི་མོ་ས་ཆ་ལྡན་པ་ཡོང་ཐུབ། རེད་དེ་དེ་འདྲ་ཡོང་གི་ན་དགའ་བའི་ལག་འཛུལ་དང་ལག་མཐིལ། སྐད་སྐྱོན་ཐོག་མ་དགེ་མཚན་ངང་ཕོག་ཤེས་དགོས་པ་རེད། ལྷ་མོ་ཞབས་ཀྱིས་རྔ་བ་ཁ་མཛོ་དགེ་རྫོང་སྐར་མ་གྲོང་རྡལ་དུ་དངུལ་འགག་ཁུངས་ཤིག་རྙེད་ཡོད། འགག་ཁུངས་དེ་ཡི་ནང་འདྲེས་པའི་ངོ་མཚར་བའི་སྲོལ་རྒྱུན་གྱི་དངུལ་རྗེས་རེ་རེ་ཡིས་ཨ་མདོ་ས་ཁུལ་གྱི་ཕུན་སུམ་ཚོགས་པའི་རྨོངས་ཁྲིད་རིག་གནས་དང་ཡུལ་སྲོལ་གང་ཞིག་རྒྱུན་འཛིན་བྱས་ཡོད།

ཐོག་མ་གཉིས་སམ་གཅིག་ལ་དར་ཐག་རེ་ཐོབ་མྱོང་བ་དག་ཡིན་ཚིག་ཡང་རང་གི་ཅིག་དང་ཅིག་འབྲི་ཁུལ་ཟེར་བདེ་མོ་ཟེར་རེད་བསམ་མི་དག་རང་ཅིག་ངོ་སྤྲོད་ཟེར་མདོར་བསྡུས་ཟེར་བཞིན་ནོ་སྟེ།
ལྷ་མོ་བྱ་ལ། ས་གནས་དེ་གའི་འགལ་བ་འཕྲོས་སྟབས་སྐད་སྒྲ་ཅུང་ཟད་འགྲོ། ཉེ་འཁོར་གྱི་མང་ཚོགས་ཚང་མ་ཁོ་རང་གི་འགལ་བའི་དངུལ་རྗེས་ལ་དགའ་བ་དང། ཁོ་རང་ལ་ཡིད་ཆེས་ཀྱང་ཡོད།

ཀ་ཁ་ཧ་ཅུང་ཆེ་བ་དང་དེ་འདྲ་ཡག་པོ་ཡོང་མི་སྲིད། རེད་དེ་ད་ལྟ་ཀྲི་ནི་འཕྲི་ཆེ་ཡོད་པའི་གོ་རུ་དེ་ཧ་ཅུང་སྟབས་བདེ་མོ་གྱུར་ཡོད། དངུལ་རྒྱས་བཟོ་བའི་ལག་ཤེས་རྙོག་འཛིང་ཧ་ཅུང་ཆེ། དངུལ་བཤུས་ནས་བསྡུ་བ་དང་དེ་ནས་དངུལ་ལས་བཟོ་བ། ཐག་རིང་མོ་བཀོལ་བ་སོགས་ལས་རིམ་ཅི་ཕྲ་འགའ་བགྱིད་ཀྱི་ཡོད། བཀོལ་བཞིན་བཅར་ལ་ཅུང་རྒྱ་ཡིན་ལ་ཟིན་པས། ལྷ་ས་དེ་ལྷོ་གཞུག་ཞིག་ན་འགལ་བ་གཏན་ཚིགས་ཅན་ཞིག་མིན་ན་དྲི་བ་དཀའ།

ངུ་འབོད་དགའ་བའི་བརྒྱུད་རིམ་ཧྲིལ་པོ་ལ་རང་གི་ཉམས་མྱོང་ལ་བརྟེན་གྱིས། དགའ་བ་ཚེ་བོད་ཀྱི་རིག་གནས་ལ་བཅངས་པའི་བརྩེ་བ་དང་འཚོ་བའི་ཉམས་མྱོང་ལ་བརྟེན་གྱིས། ལྷོ་བོད་ཚེ་ངེས་པར་དུ་བོད་ཡིག་རིང་པོ་དཀའ་ཞེན་འབེན་པོ་ཆེ་ལྷོ་བཞུགས་ཟེར་ཏེ་གནད་ཆེ་བ་དེ་དག་ཁོང་དུ་ཆུད་ན་ད་གཟོད་ལས་གནས་ཡག་པོ་བྱེད་ཐུབ་པ་རེད།

དེ་ནས་རི་མོ་གི་སྐོར་འདྲ་བོ་འདི་གཅིག་ཅུང་མགར་བཟོ་མཚོན་ཚུལ་གྱི་རི་མོ་འདི་ཞིག་ཧ་ཅང་གལ་ཆེ་ནི་རེད་དེ་གི་རི་མོ་ཡག་ཧ་ཟིག་ཡོང་རྒྱུ་རི་མོ་ཡག་ཧ་ཟིག་འབྲི་རྒྱུ་དེ་ཞིག་གལ་ཆེ་ནི་རེད་དེ་ཚིག་གི་རི་མོ་གི་ཕྱག་གི་ཅིག་ངོ་སྤྲོད་ཟིག་ཐུང་ཐུང་ཟིག་ཅིག་ད་ཅིག་ཕ་མའི་གཡང་མའི་གི་རང་ནས་བརྒྱུད་ཡོང་ནི་གི་ད་ཅིག་ལབ་བཟོ་རི་ག་ཡིན་ན་ཅག་གི་རི་མོ་ག་རི་གི་རི་མོ་ཡག་ཧ་ཡིན་བྲིས་ནི་ཚང་མ་གི་ད་ཅིག་ངི་ཆོས་ད་ཅིག།

མིག་ལ་མཛེས་པའི་དངུལ་རྒྱན་འདི་དག་ནང། ལྷ་མོ་ཞབས་ཀྱི་དཀའ་བཤེས་བདུད་རིགས་དང་བརྩེ་བ་ཟབ་མོ་འབྲེལ་ཡོད། ད་དུས་ཁོང་གི་བོད་ཀྱི་རིག་གནས་ལ་བྱིན་པའི་རེ་བཞག་སྟེས་འོང་ཚོད་ཡོད། མ་འོངས་པར་ཨ་མདོ་ཡི་དངུལ་རྒྱན་རིག་གནས་ནི་གངས་ལྗོངས་མཐོ་སྒང་ནས་ཕྱི་བུད་དེ། འཛམ་གླིང་གི་སྒྱུ་རྩལ་སྣ་མང་ཁྲོད་ནས།